བསྟན་པའི་ཐུགས་འགན་བཞེས་ཕྱོགས་དང་བསྟུན་ནས་ཅིག་མྱོང་ཚོར་ཅིག་ཞུ་ཡ་ཡིན། ད་འདི་ག་རེ་རེད་ཟེར་འོང་དེ། ད་ག་རེ་བཤད་ན་ཡང་མ་བཤད་ན་ཡང། ད་ང་ཚོ་གཞན་པ་དེ་ཚོ་གི་མིག་ལྟ་ས། མིག་ཡ་ཆེ་དེ་ག་དེ་ཡིན་ནས་ལྟ་བསྡད་དགོ་ས། ཨམ་ཅོ་ཡ་ཆེ་དེ་ག་དེ་ཡིན་ནས་ཉན་བསྡད་དགོ་ས་དེ་འདྲ་ས་རྩེ་གྲས་ག་གསུམ་ཆགས་ཀྱི་ཡོད་རེད། པའི་མི་སྲིད་འགལ་ཆེན་པོ་རེད། བསྟན་པ་ལ་ཐུག་བསྡད་རེད་ད། ང་ཚོ་མི་སྒེར་གཅིག་གི་སྐད་ཆ་སྤྱི་ཆིངས་གཉིས་ལ་ཐུག་གི་ཡོག་མ་རེད། སངས་རྒྱས་ཀྱི་ལུང་རྟོགས་ཀྱི་བསྟན་པ་ལ་ཐུག་བསྡད་དགོས་རེད། རྒྱལ་བཟང་ད་འདི་ལ་སྤུས་དག་པོ་ཅན་མི་འདུག་ཞུ་གི་ཡོག་མར་ད་ད་ད་ཡོད་རེད་བ་འདི་ཡོད་པ་ནང་བཞིན་བྱས་ནས་ད་དུང། སྤུས་དག་པོ་ཅན་ནས་རེད་སོང་ན་རང་བཞིན་གྱི་སྒུག་ཁྱི་ཐེ་གི་ཡོད་རེད་ད་གཞན་པ་ལ།

གང་ཟག་སྒེར་སེམས་ཀྱི་སྐད་ཆ་མ་ཡིན་པ་བཅས་བསྟན་པ་སྤྱི་སེམས་ཀྱི་ཐོག་ནས་དགའ་དད་ནས་རེ་བ་བརྒྱབ་ཀྱི་ཡོད། ད་བསྟན་པ་སྤྱི་སེམས་ཀྱི་ཐོག་ནས་རེ་བ་བརྒྱབ་པ་ནང་བཞིན་རྗེས་ནས་གདན་ས་མཆོག་ནས་ཧ་ལས་ཡག་དང་སྔ་མ་དང་མི་འགྲོ་བ་གནང་གི་འདུག་སྔ་མ་དང་མི་འགྲོ་བ་ཆོས་ལུགས་ཀྱི་ཕ་གི་ཅིག་རིས་མིང་གི་ཕྱག་ལེན་གནང་སྟངས་ཡིན་ནའི་འདྲ་ག་རེ་གི་ཐོག་ནས་ཡིན་ནའི་ད་སྔར་དང་མི་འགྲོ་བ་ཡར་གྱི་འགྲོ་དང་འགྲོ་བཞིན་པ་ད་དུང་ཡིན་ནའི་གདན་ཁྲ་ཅིག་མུ་མཐུད་ནས་གནང་རོགས་གྱིས་སུ་ཞུ་ཡིན་ཁྱེད་རྣམ་པ་གི་གདན་ཁྲ་ཅིག་གནང་འོང་དེ་གཞན་དག་ཚོ་ལ་རང་བཞིན་གྱི་ཕན་ཡོང་གི་འདུག། ད་ཁ་ནས་མ་ཤི་ནས་ཕན་གི་ཡོད་པ་ངས་མཐོང་གི་འདུག་ར་ང་ཡིན་ནས་ད་ཇུས་ཏོག་ཚ་པོ་འདྲ་རེད་མི་ག་ས་ག་ལ་ལྟ་བསྡད་ཁོ་འདྲ་བོ་ཞིག་མཐོང་བསྡད་ཀྱི་འདུག་ད་འདི་དངོས་གནས་དྲང་གནས་དེ་འདྲ་རེད་ཧ་ལས་ཡ་དེ་འདྲ་ད་ཁྱེད་རྣམ་པ་ཡིན་དེ་འདྲ་གནང་རོགས་གཅིག་ཞུ་ཡ་ཡིན་འདི་གནང་རོགས་བྱེད་ཟེར་རེ་བ་ཞུ་དགོས་ཡ་ལ་རྒྱུ་མཚན་ཡོད་རེད། ག་རེ་གི་ཐོག་ནས་ཡིན་ནས་ཆ་རྐྱེན་ཚང་མཁན་ད་ཇི་སྟང་གི་ཐོག་ནས་ད་ཆ་རྐྱེན་ཚང་མེད་ས་ཡོང་གི་རེད་ཡོང་གི་རེད་ད་ཁྱིམ་རྐྱེན་ད་འགལ་རྐྱེན་སུ་ལ་ཡིན་ནས་ད་ང་ཚོ་ཁོར་ཡུག་གནས་ལ་སྐད་ཕྱིན་ཕྱིན་ནས་བཟུང་ནས་དཀའ་ངལ་དེ་འདྲ་ཡོང་གི་རེད་ཡིན་ན་ཡང་གཞན་ལ་ལྟོས་ན། ཆ་རྐྱེན་ཚར་ཤོག་དེ་དག་གྲྭ་ས་སེར་བྱེས་ག་སོང་རེད་དེ་གོས་རེད། མི་དགོས་ན་མི་ཡོད་རེད། རྒྱུ་དགོས་ན་རྒྱུ་ཡོད་རེད། མགོ་ལ་བསྡད་མཁན་ཡོད་རེད། སྔོ་ནད་དྲག་ནས་ཡོད་རེད་ད། ལས་སླ་པོ་ཡོང་མ་རེད་ཤན་པ་ལ། ཁ་ཤས་ལ་ནི་མི་ཡོད་རེད། རྒྱུ་ཡོང་མ་རེད་གར་ཆེ་བོར་ད་པེ་མི་ཚེ་ཉམ་ཐག་ཅན་བསྡད་འདོད་རེད། ཁ་ཤས་ལ་ནི་རྒྱུ་ཡོད་རེད་མི་ཡོང་མ་རེད་གར་ཆེ་བོར་ད་ཁང་པ་གྲ་བཟོ་བསྡད་ཡར་མ་ད་རྒྱུ་ཡོད་ན། ཁ་ཤས་ནས་མི་ཡང་ཡོད་རེད་རྒྱུ་ཡང་ཡོད་རེད་སྒོ་ཡོང་མ་རེད་ད་དཀར་ཆོས་སྐོར་དང། སྒོ་མེད་རེད་ཟེར་དེ་སྒོ་རྩ་ནས་མེད་པ་དང་མ་རེད་ཡིན་ནའི་ལས་ཀ་ལེན་མཁན་གྱི་སྒོ་དེ་ཡོང་མ་རེད་ལས་ཀ་ལེན་མཁན་གྱི་སྒོ་ཡོང་མ་རེད། ད་གཞན་པ་ཚོ་ལ་ལས་ཀ་ལེན་མཁན་གྱི་སྒོ་ཡོད་མེད་དེ་དཔེ་མི་སྲིད་ཀྱི་གནད་ཀ་ཆེན་པོ་ཆགས་བསྡད་རེད། རེའུ་དགེ་ལྡན་པའི་གྱི་ལས་ཀ་ལེན་མཁན་གྱི་སྒོ་དེ་དངོས་གནས་བགྲང་ནས་མང་གཙོ་གྱི་ལམ་དང་མཐུན་པ་བྱས་ནས་ཡོང་བསྡད་ཀྱི་འདུག་ཨ། ནམ་རྒྱུན་ང་ཚོ་ལབ་རྩེ་ལ་ཡོད་ཨ་མའི་བུ་ལ་ཡོན་ཏན་ཡོད་ན་དགའ་ལྡན་ཁྲི་ལ་བདག་པོ་མེད་ཟེར་ནས་བསྡད་བསྡད་བཞིན་གྱི་ཡོང་བསྡད་ཀྱི་འདུག་ཨ། གཞན་པ་ལ་དེ་འདྲ་ཡོང་མ་རེད། ཨ་མའི་བུ་ལ་ཡོན་ཏན་དགའ་སེ་ཡེ་ནས་ཡང་ཁྲི་ལ་བདག་པོ་ཡོད་རེད། ཁྲི་ལ་བདག་པོ་མེད་པ་མ་རེད་གཞན་པ་ལ་ཨ་མའི་བུ་ལ་ཡོན་ཏན་དགའ་སེ་ཡོད་ནས་ཡོད་ཁྲི་ལ་བདག་པོ་ཡོད་ཡོད་ཁ་རེད། འོ་ན། ད་ཁྲི་ལ་སྐྱེས་དགོས་ན་གར་སྐྱེས་དགོས་རེད་ཟེར་ནས་སོ་སོ་གཞི་ནས་སྐྱེ་བ་ལེན་དགོས་རེད། གཞི་ནས་སྐྱེ་བ་ལེན་ཡ་རེད་མ་གཏོགས་བྱ་ཡ་ཡོང་མ་རེད་ད། མི་འདྲ་བའི་ཁྱད་པར་དེ་འདྲ་ཡོད་རེད། ད་དཔེར་ན་ང་ཚོ་ད་ལྟ་ཧིན་དྷུ་གི་ཆོས་ལུགས་ཀྱི་ཟེར་གི་འདུག་བ་ཧིན་དྷུ་གི་ཆོས་ལུགས་ལ་གནའ་སྔ་མོ་ང་ཚོ་བྲམ་ཟེའི་ཆོས་ལུགས་ཟེར་གི་རེད་བ། བྲམ་ཟེ་ཆག་སྒོ་ན་སྐྱེ་དགོས་རེད་ད་ཟེར་ཆག་ཡ་ཡོང་མ་རེད་ཟེར་ནང་པ་ཆག་ཡ་ཡོད་རེད་བ། ཡེ་ཤུ་གི་ཆོས་ལུགས་པ་གཅིག་ནང་པ་བཟོ་ཆོག་ར། བྲམ་ཟེ་ཆག་ཡ་ཡོང་མ་རེད་ཁོ་བྲམ་ཟེ་རྒྱལ་དགོས་ན་བྲམ་ཟེ་གི་རིགས་སུ་སྐྱེ་དགོས་རེད་བ་སྐྱེ་ཡ་རེད་མ་གཏོགས་འདི་ནང་བཞིན་ཆག་འདོད་རེད་ང་ཚོ་གཞན་དང་གཞན་འདི་སུ། ཁྲིད་ཀྱི་བདག་པོ་དགོས་དགོས་ན་འདི་ལ་སྐྱེ་དགོས་ར་ད་འདི་སྐྱེ་ཡ་ལ་ལས་སླ་བོ་ཡོང་མ་ར་བ་ཨ་ལེ་དང་པོ། དུག་ས་ནས་ཤེས་ག་ནང་ཨ་ལེ་དང་པོ་ཕ་གིན་ན་ཀེ་ཡ་གི་ཨ་ལེ་དང་པོ་ཙོ་ཙོ་ལ་རང་དབང་ཡོང་མ་རེད་རང་དབང་ཡེ་ཏེ་དང་པོ་ནས་ཕ་གིན་ཤེས་ཡ་དེ་གུ་གུ་དོག་ཏེ་ཉན་ལ་ཉན་ལ་ཕ་གིན་མ་ཤེས་ན་ཙོ་ཙོ་བ་ཀེ་ཡ་ཟེར་ཡོང་མ་རོགས་བྱས་སང་ད་དེ་འདྲ་འདྲ་པོ་དཀའ་ངལ་མང་པོ་ཡོད་རེད་ད་དེ་འདྲ་པོ་དཀའ་ངལ་ཡོད་རེད་དེ་འདྲ་པོ་དཀའ་ངལ་ཡོད་དེ་རེད་བདེ་ཁང་ནང་བཞིན་ཅན་ནི་རེད་བ་ཆུ་བྱེད་ཁ་གཞན་པ་ཁ་ཤས་ལ་མི་ཡིན་ན་ཡང་གྲྭ་ས་སེ་འབྲས་དགའ་ཚོམ་ནང་བཞིན་བདག་པོ་བྱ་ཐུག་གི་མ་རེད་ཧ་ལས་དུ་བ། དངོས་གནས་དྲང་གནས་རེད་ད། དཔེར་ན་ང་བདེན་མཐའ་འདི་འདྲ་བསྡུ་ཞིང་ཆགས་རུང་དེ་ད་ད་འདྲ་གཅིག་པོ་མ་རེད་ནམ་རྒྱུན་ནས་ག་དུས་ནས་ངས་འདི་འདྲ་ཚོར་ཚོར་སྣང་སླེ་གི་ཡ་ང། ད་ད་འདྲ་དེ་རིང་གཅིག་པོ་གི་ཚོར་སྣང་ཡང་མ་རེད། ངོ་མ་ད་སྐབས་རེ་གོང་ས་མཆོག་གི་གསུང་ཕྱི་རུ་ཞུ་ནས་ཕར་སེ་འབྲས་དགའ་གསུམ་གསུང་ནས་ཕར་མཉམ་འདུག་ཅིག་བྱེད་ཡོད་བྱུང་དེ་དངོས་གནས་དྲང་གནས་ཕར་གནས་བརྟན་བདེ་བོ་ཟིན་པ་ང་ཡིན་ཁོ་ཡིན་ཟེར་མཁན

སྒོ་ལ་རས་པ་དབྱེ་མཁན་ཡོད་རེད། རྒྱབ་ལོ་སྒྲ་མི་སྒྲ་ཁྲིད་མཁན་ཡང་ཡོད་རེད། ལས་སླ་པོ་ཡོང་མ་རེད། དག་སྣང་དགོས་མེད་ཁོ་རང་ལ་དཀའ་ལས་ཡོད་རེད། ད་སོ་སོ་ཁྱོད་ཀྱི་སོ་སོ་ཡིད་ལ་ནི་སྐྱོན་ཡོད་མ་གཏོགས་ཡོན་ཏན་མཐོང་མ་རེད། བྱས་ཙང་དེ་འདྲ་དེ་འདྲ་རེད། དེ་ག་ནང་བཞིན་བྱས་ནས་མི་ཡིན་ནའི་མི་བདག་པོ་བྱ་བའི་ལ། ལས། འདྲ་ས་ཟེར་འདྲ་ག་སོང་ཟེར་ཡོང་མ་རེད། ག་རེ་གི་ཐོག་ནས་ནས་དཀའ་ངལ་འཕྲད་གི་རེད་མཐུན་རྐྱེན་གྱི་ཐོག་ནས་ནས་དཀའ་ངལ་འཕྲད་གི་རེད་ཆུང་ས་ནས་བཤད་ན་བདེ་ས་ཁང་པ་ཐོག་ནས་དཀའ་ངལ་འཕྲད་གི་རེད། ཟིན་འདྲ་དེ་ནི་སྒྲོ་ཡ་རེད་སོ་སོ་སློབ་གྲྭ་ནང་བཞིན་བྱས་ནས་འདིར་མ་གཏོགས་བསྡད་ཡ་རག་གི་མ་རེད། བསྡད་ཡ་ལ་ཨ་ལི་ཐམ་ཁང་པ་ཁོ་རང་ཡོང་གི་མ་རེད་མ་གི་ལ། ལས་ལབ་པ་ཡོང་གི་མ་རེད། བྱས་ཙང་དེ་དབུ་འདི་བསམ་པ་ལ་གང་གི་ཐོག་ནས་བསམ་བློ་བཏང་ནས་ཆ་རྐྱེན་འཛོམས་ཤོག་འདི་གྲྭ་ཚག་གསེར་ཁྲི་ག་ཚོམ་ཆགས་བསྡད་ཀྱི་ཡོད་རེད། དེ་བསྟན་པའི་འགན་གནང་ཡང་གནང་གི་ཡོད་རེད་གོང་ས་མཆོག་གིས་ཐུགས་གཏད་ཀྱི་ཡོད་རེད་གཏད་པ་ནང་བཞིན་ཁྱེད་རང་རྣམ་པས་མཛད་ཟེར་གྱི་ཡོད་རེད། བྱས་ཙང་འདི་ཡིན་གཅིག་མིན་གཅིག་ད་དུང་ཡིན་ནའི་མུ་མཐུད་ནས་ད་ངའི་སྙིང་ཐག་པ་གི་སྐད་ཆ་ཡིན་འདི་གནང་དགོས་ཀྱི་འདུག་མཛད་ཟེར་གྱི་འདུག་ཟེར་ན་དེ་ནས་ད་ཁྱེད་རང་རྣམ་པ་གིས་ད་ད་པར་ན་ང་ཚོ་ཆོས་བྱེད་ཅིག་གིས་ཁྱེད་ཅིག་གིས་སྣེ་འཁྲིད་པ་རེད་ལ་ཁ་ཅེ་ན། ནག་གྲོགས་མར་བ། འདི་སྐད་ཆ་མ་རེད། ཆོས་བྱེད་ཀྱི་སྐད་ཆ་མེད་པ་རྗེས་བསྟན་པ་སྤྱི་ཚེ་ངན་ཐོག་ནས་དགོངས་པ་ཞེས་བསྟན་པའི་སྣེ་གཅིག་འཁྲིད་ད། ད་འདི་གི་ཐུགས་བྱིན་གྱི་གྲིབ་སེལ་དུ་ད་ང་ཚོའི་ཡ་ཅེས་ཡོད་ར་བ་ད། ཁྱེད་རྣམས་གིས་ག་རེ་ཡིན་ནས་ལམ་ཁ་ཅིག་བསྟན་བྱང་བ་དེ་འདི་གི་རྗེས་ལ་ང་ཚོའི་ཡ་ད་ཁ་ནས་ག་རེ་བཤད་ནས་མ་བཤད་ག་ལི་ག་ལི་ཡིན་དུ་ཡོང་གི་ར་བ། གཉིད་མ་སད་གཉིད་ཁུག་ནས་ཕར་ལྷག་དེ་གིན་ད་ཅིག་ཡར་ལངས་རོགས་ཞེས་སྐུ་ཞིག་སྐུ་ཞིག་ཕར་གཉིད་དྲག་ཡར་དཀྲོངས་ནས་དེ་ག་ལེ་ག་ལེ་ཞིག་ཡོང་ཡ་གི་འབད་སྲིད་བྱེད་ཀྱི་རང་བྱས་སང་ད་འདི་དཔེ་གལ་ཆེན་པོ་མཐོང་གི་འདུག་ར་ང་བཟོད་དེ་དེ་ཡིན་ཁོ་ནའི་ཅི་ང་རང་གི་སེམས་ཚོར་ངོ་མ་ཡིན་འོ་ད་འདི་ཐོག་ནས་འདི་འདྲ་ཞིག་ཡིན་ཨ་ནི་ང་རང་སྒེར་གྱི་ཐོག་ལ་བསམ་བློ་བཏང་ན་ནི་དངོས་ནས་རུས་སུ་མ་བྱས་པའི་ཆེད་ལ་ཡིད་ཆེས་སྙིང་ནས་ཡོད། སྔ་མ་ཆུང་དུས་སྐབས་དེ་འདྲ་མིན། རིས་སུ་མ་ཆད་པའི་བླ་མ་ཡང་བསྟེན། ཡུལ་དགེ་ལྡན་པ་ལས་ཡང་མང་པོ་བཏོན། འགྲོ་མཁན་བཀའ་བརྒྱུད་པའི་ཐོག་ནས་ཡང་བསྟེན་བསྟེན། འབྲི་གུང་དགོངས་གཅིག་ལ་སོགས་པ་ལ་དཔེ་ཆ་ཡང་སློབ་སྦྱོང་ཡང་བརྗོད། བླ་མ་ལ་ཡང་དད་པ་ཡོད་ས་ཀྱི་བཀའ་ནི་ཚང་མ་བསྟེན། ད་མཇལ་ཡོད་ཕྱི་ཡས་ཡོད། ད་དམིགས་བསལ་གྱི་ད་ཉམས་ལེན་ཚེ་འོང་དེ་ཡོད་ཚད་ཚང་མ་ཉམས་ལེན་བྱས་ཞེས་མེད་རོགས། ད་ཉམས་ལེན་སོ་སོ་གི་ནང་ནས་ད། ང་ཚོ་གཅིག་དཔེ་བཤད་ཅི་ན་ཡོད། ངང་པའི་ཆུ་ལས་འོ་མ་ལེན་པར་ད་རང་གི་འདོད་པ་དང་དུ་བླང་བར་གྱིས་ཟེར་ནས་ད་ངང་པའི་ཆུ་ལས་འོ་མ་ལེན་པའི་དཔེ་ནང་བཞིན་བྱས་ནས་ད་སོ་སོ་ཉམས་ལེན་བྱས་སོ་སོ་བྱས་རེད་བསྟན་པ་སྤྱིའི་ཐོག་ནས་ག་རེ་ཡིན་ནའི་གོ་གི་འདུག་བ་ད་སོ་སོ་ཡིན་ནའི་བསམ་བློ་བཏང་དང་དེ་འདྲ་ཡིན། ཁྱད་པར་དུ་ཡང་ད་འཇམ་མགོན་བླ་མ་སྲོང་བ་ཆེན་པོ་གི་བསྟན་པ་ལ་ཡང་སོ་སོ་དད་པ་དང་ཡིད་ཆེས་སྙིང་ཐག་པ་ནས་ཡོད་པ་ནང་བཞིན་བྱས་ནས་དམིགས་བསལ་གྱིས་མཇལ་ཐུབ་པས་ད་གལ་མི་འདུག་སྟེ་ཡིན་ན་ཡང་ད་གོང་ས་མཆོག་ནས་ཁོང་དང་ཁྱོང་གི། ཆོས་བརྒྱུད་དང་འབྲེལ་བའི་གི་ཀ་ཆེན་མང་པོ་ཅིག་གསང་སྟེ་འཇིགས་སུམ་གསོ་བོར་བཞུར་བའི་མདོ་སྔགས་ཀྱི་ཆོས་སྲིད་མང་པོ་ཅིག་བཞུར་ཡོད་རེད། འདིའི་ནང་ནས་ཀྱང་ད་བགྲང་བསྟན་མང་པོ་ཞུ་ས་དེ་ད་ལམ་གསུམ་རྣམ་གསུམ་དང། བསྟན་འགྲོའི་བསྟན་པ་ནས་རེད་ད་ཐེངས་མང་མང་པོ་བཞུར་རེད། འདི་གཉིས་ཀྱི་ཐོས་ནས་དེ་ང་རང་གི་ངོས་ནས་ཡིན་ན་ཡང། ད་ང་རང་ཕ་ཡིས་འབྲུག་པ་ཆགས་འདོད་རེད། ཨ་ནི་འབྲུག་ལ་སོགས་པ་སོ་སོ་དང་འབྲེལ་ཡོད་དུས་སུ་ལ། ཆོས་འབྲེལ་ཅིག་བྱས་ནས་ཡང་ལམ་གསུམ་རྣམ་གསུམ་དུ་སྟབས་བདེ་ཤུགས་འདྲ་པོ་བྱེད་ཀྱི་ཡོད། ཨུ་ཉུང་ཉུང་གནས་ཁང་ཚང་མ་ཚང་བདེ་མཁན། ད་མུ་མཚོ་སོགས་ཀྱི་ངེས་ནས་ད་གསུང་རྒྱ་ཆེན་པོ་ཆོས་ཁོང་གི་གསུང་ད་ལྟ་བའི་ལེགས་བཤད་ལྔ་ལ་སོགས་པ་དང་གསང་བ་ཏི་པོ་ལ་སོགས་པའི་ཆོས་སྲོལ་བཟང་པོ་འདི་ཚོ་ལ་མ་ཐུབ་ན་ཡང། ད་ལྟ་བའི་ལེགས་བཤད་ག་རེ་གོ་ལམ་གསུང་རྣམ་གསུམ་ས་ཡ་བཀྲ་བྷོ་དང་རྟེན་འབྲེལ་གཏད་པ་ས་ཡ་བཀྲ་བྷོ་དང་གསུང་གི་ཆ་བཞི་འདི་ཚོ་གི་ཐོག་ནས་ཡང་སོ་སོ་གི་ཐོག་ནས་ཞབས་ཕྱི་གང་ཐུབ་ཐུབ་ཀྱིས་ཞུ་གིན་ཡིན། འཆད་ཉན་གི་ཐོག་ནས་ཁོང་གི་གསུང་གི་གསང་བ་ལ་ཞབས་ཕྱི་ཞུ་གིན་ཡིན། ད་འདི་ཚོའི་ཡང་ད་ཨ་ནི་ཅིག་དེ་འདྲ་ཞིག་ཞུ་ནིང་དེ་སོང་ར་བ། ད་མདོ་སྟེ་ཡང་ནིང་ད་དེ་འདྲ་གི་ཐོག་ནས་ངོ་ནས་དེ་ནི་ད་བདག་གི་དགོངས་དུ་ཞུ་བ་དེ་ང་རང་སེམས་ཚོར་བ་ཡིན། ང་རང་གི་མྱོང་ཚོར་སེམས་ཚོར་ཡིན་པ་སོང་ཙང་སེམས་ཚོར་དེ་ཚད་མ་མ་རེད། ད་ཚད་མ་མང་བས་ནི་དཀའ་ངལ་སེལ་གི་རེད་དེ་གང་ལྟར་ཅང་ད་དེ་འདྲ་ཞིག་ཡིན་ཞེས་ཞུ་ཡ་ཡིན།